ཡུལ་ཕྱོགས་བར་མ་ཅན་དེ་ཆུའི་གཡབ་རྒྱལ་བོའི་ཕོབ་གྲངས་རེད། ཁྱེད་རང་དམའ་བའི་གཞོན་བོ་ཆུའི་ཕ་ཡུལ་ལ་སོང་བ་ལྟ་གི་སྡོད། སྡེ་བར་སྡོད་གཅིག་སྙང་གྲོགས་དམ་པའི་ཚོགས། ལོ་ནི་གཅིག་གཉིས་ཀྱི་བར་དུ་མཁའ་བཟང་ཞེས་སྡོད་གྲྭ། ང་ཡང་ཁྱེད་ཅག་དམའ་བའི་གཞོན་བོ་དང་འབངས་འཁོར་དང་བཅས་བ། ཁ་ཤེས་ར་འཁོར་རེའི་ཁ་ངོ་ཐུག་ཆུ་སྨོན་ལམ་འདེབས། སྡེ་བར་གཞིགས་ཤིག་ཨང་རྩེ་ལྡན། མ་འདས་བཟང་མོ་གི་རྒྱལ་བའི་གཤེགས་མཚལ་ཡི་བརྡ་བཞག་ཡ་ར་འདི་ཤི་ནར།

སེམས་ཀྱི་ལྟ་ས་མྱོང་ཤིང་གསོན་པོ་ཡོད། འཇིག་རྟེན་ལས་ནི་བྲན་གཡོག་ཕོ་མོའི་བྱེད་ལ། རང་ཡུལ་མཐུན་པའི་མི་དང་འགྲོགས་ན་ཆོག། རྒྱལ་བོ་གི་ཡ་བཟང་མོ་ཆུ་དུ་མ་ཟེར། དགའ་བའི་ཡུལ་ཕྱོགས་སྐྱིད་པའི་ཕ་ཡུལ་ལ་སོང་ར། བློ་སྐྱེས་ཁ་འབྲི་ས་ཧ་མ་ཉི་ག་ཡོད་གི། སེམས་བསམ་པ་གཏད་ས་རྙིང་ཧྲང་སུན་པོ་ཡོག་གི། འཇིག་རྟེན་གི་ལས་དཀའ་ལས་ནི་བྲན་གཡོག་ཕོ་མོ་ཡོག་གི། རང་གི་ཡིད་སེམས་མཐུན་པའི་ཉེ་ར་འགྲུ་ཡི་གདན་ན་ཆོག་གི། དབེན་རྩ་ལ་ར་དབེན་མའི་གདན་སྟེང་གི། རྟོགས་ན་རང་ཕྱོགས་རྒྱལ་དང་ལྡན་པའི་ཟ་མ་ཟོས་ན་ཆོག་གི། སྐོམ་ན་བདུད་རྩིའི་ཆུ་རྒྱུན་འཐུང་ན་ཆོག་གི། རང་སེམས་སྐྱོ་ན་གླུ་དང་སྐད་ར་སྟེའི་གདན་ན་ཆོག་གི། ད་ངུ་རྫ་དེ་ལས་འདི་རུ་ཧ་ཤང་བཟོས་རྒྱུའི་ས་དེ་ཅིག་སོང་དུས། རྟོགས་དུས་ཤིང་ཏོག་ར་སྐོམ་དུས་ཁྱི་འཁྱག་མ་རྟོགས་མཐོང་རྒྱུ་འོ་ན་མར། ཤིང་གི་ལོ་མ་གི་ཀུན་གྱི་གོ་ནས་ཁ་ཡོག་ག་བསྡད་ན་རྩ་དང་ཡི་འདུག་དགོས་ནི། ཡིད་སེམས་སྐྱོ་ན་གྲོགས་པོ་ཤ་དང་རི་དྭགས་ཧན་ཆེན་ན་ཡོད་ནི་མ་རེད། སྙིང་ཁུར་ཉེ་ཡོད་ནི་མ་རེད་མཚན་མོ་འབྲས་སྲིན་ལ་སོགས་པ་མང་ནི་རེད། འདི་ནི་ཤིན་ཏུ་འཇིགས་པ་ཆེ་བའི་གནས་ཡིན་ནི་རེད། ཉིན་མཚན་མེད་པར་ཁ་ཆེར་རྒྱུན་དུ་བབས་པས། བུ་མོ་ཁྱོད་ས་དག་གི་ཚིག་སོགས་གནས་ཡིན་ནི་མར། དེ་ལྟས་ན་ཁྱོད་ཕོ་བྲང་འདི་ནས་སྡོད་གྲྭ་བདག་ཀྱང་མྱུར་དུ་ཕྱི་ར་ཡོང་བ་མཛད་དེ། བཙུན་མོ་སྨན་ཟླའི་བཟང་མོ་གི་རྒྱལ་བའི་གླག་མགོ་འཇའ་རིས་བདལ་བཞག་གིས་ཡར་ར་འདྲི་ཞེས་གསུངས། རྒྱལ་བུ་ཁྱོད་ཀྱིས་ཕྱག་ཕྱིར་སྐད་མི་འཕྲོད་ན།

ཁོང་ག་སྦྱིན་པ་གཏོང་ཆོག་ག་ནི་རུ་གཙང་ནི་ཟི་ཡོང་དུས་བུ་དང་ཆུང་མ་ཡིན་ན་སྟེར་ནི་རུ། སྔོན་མའི་སྒོ་ནི་ཟི་ཡོ་ན་རང་གི་ཧྲོག་ཡིན་གྲོང་སྟེར་ནི་རུ། དེ་དུས་ཆུང་ངུ་སྦྱིན་པ་གི་བར་ཁྱི་ལས་སྦྱོར། དེ་ལྟས་ན་ཁྱེད་རང་མ་བུ་ཆུང་འདི་གི་རྡོལ་བརྫིས་དུས། གཡང་བཟང་མོ་གི། རྒྱལ་བུ་ཆེན་པོ་ཁྱེད་གི་མོ་གཅིག་ཉོན། མོས་ཁྱེད་གི་སྦྱིན་པ་གི་དཀྲོག་ཡས་ལ་མོ་རྫ་ཐི་རག་ཅིག་ཁྱི་ལ་བཏང། མོ་བྱིན་བཏང་ན་བུ་བྱིན་བཏང་ན།

ཨ་མ་སྐལ་ལྡན་བཟང་མོ་གི་རྒྱལ་བའི་ཞལ་ནས། དྲི་མེད་ཀུན་འཛིན་ལེགས་པའི་སྐལ་རྡོར་འདྲ་བའི་དཔལ། སྟོང་ཤེས་པའི་ཨ་མ་ང་ཡིན་མོད། སྙིང་དང་འདྲ་བའི་འུ་ཆུ་ང་བཞི་ནི། འཇིགས་པའི་བླ་འགྲོ་ཕོ་ལགས་སམ། ཡ། དྲི་མེད་ཀུན་ལྡན་ལེགས་པའི་གཏོར་འགྲུབ་དཔལ། ཁྱོད་སྟོང་བ་སྐྱེས་སུ་ཨ་མ་ང་རུ་མོ། སྙིང་དང་འདྲ་བའི་འུ་ཆོས་ང་སྤྱིར་བཏང་ཡིན། འཇིགས་པའི་རི་ལ་འགྲོ་རྒྱུ་སེམས་ཀྱི་ཨ་ཕོ་ཀི། བློ་ནི་གཅིག་ཉིད་ཧ་ཤང་གི་རེ་འབྱོར་ན། རྨོ་ལོ་གཅིག་ཉིག་རང་ཐུ་ལ་ང་རྒད་མོའི་ཚེ་གི་མི་འདང་གི། ཆོ་མེད་ན་ངི་སེ་གློ་སྟད་གོ་ནི། ལོ་དགེ་ཁ་བི་ར་ཁ་བྲལ་གོ་ནང་དུ་ཆི་ཟིག་ཅང། རྒྱལ་བོ་ཆེན་པོའི་ཐུ་ག་ཆི་ཟིག་ཁར་དང་ནི་ན། དང་བོ་བི་ཆོ་ན་རི་ཟིག་མ་འཁྲང་བ། སྡིག་ངལ་བསམ་ཅི་མི་ཆི་པ་འགོ་ཡང་བའི། ཡར་སྐོམ་མཆོག་ག་འཆོར་ནུའི་བྱིན་རླབས། མིར་སྦྱིན་པ་དང་ནི་འདྲིས་བི། སྐྱབས་ནི་ལྷི་བ་མེད་པའི་ཐུགས་རྗེ་གི་བྱིན་རླབས་ཀི། ཤིན་ཏུ་དཀོན་པའི་བུ་གར་ཟི་འཕྲོག་ནི། འཛམ་བུའི་གླིང་གི་མྱི་ཐམས་ཅད་ཀྱི་རྒྱལ་བུ་དྲི་མེད་ཀྱི་མདུན་བཙན་ནས་ཡིད་ཀྱི་སྨོན་པ་ཡི་གོ་ནུ་བཀབ་སྟེ། ས་ཐག་རིང་བོ་ཏི་མོ་ཟི་ག་ཟླ་ཡི་ཆུ་ཟི་ཡི་རྒྱན། དུང་ཆོས་མ་སྐྱེས་སེམས་ཀྱི་ཁོ་ཐག་ཟི་ཆོད་ནི། ད་སྐྱེས་ནས་འདི་ལྟ་བུའི་ལས་སྦྱོར་གོ་ནོ་འདི།

མཐུ་ལྡན་ཧྲོང་དམར་རྒྱལ་ཆེན་སྡེ་བཞི། གཏེར་བདག་ནོར་ལྷ་གཟུགས་མེད་མཁའ་འགྲོ་བུ་ཚོགས། གཞིར་འདུ་ནག་གནས་པའི་གཞི་བདག་ལྷ་ལག་གནོད་སྦྱིན་ལ་སོགས་པ། མ་ལུས་པའི་དངོས་སྨོན་ལམ་འབྲས་གཅིག་ཉོན་རྒྱབ་བརྟེན་གཟིགས་ཤིག། དངོས་ཨུ་རྒྱལ་བུ་དྲི་མེད་ཀུན་འདུན་འདི་དེརང་ལམ་དུ་ཞུགས་པའི་ཚེ། འདི་ལམ་ལོག་པ་མི་འཇོག་ཐར་ལམ་འཛིན་འདྲེན་ནུས་སྨོན་ལམ། འདིའི་བླ་ལོངས་མོ་མྱུར་དུ་སྒྲོལ་བའི་སྐབས་ཏེ། དངལ་དུབ་དཀའ་འཁག་སྡུག་བསྔལ་ཅུང་ཟད་མེད་ནུས་སྨོན་ལམ། བསྡུར་བ་ཧ་ཅང་གི་རིང་གོ་གི་བསྡད་དེ། ལྷ་རྣམ་པར་རྒྱལ་བའི་ཁང་བཟང་ལྟ་བུ་གཟུགས་གཅིག་འགྱུར་ནས་སྨོན་ལམ། ཤིང་ཏོག་སུའི་ཏོག་སི་མ་ལ་སོགས་པ་བཟའ་སྟེ། རོ་མཆོག་བརྒྱད་དང་ལྡན་པའི་བདུད་རྩི་གཟུགས་གཅིག་འགྱུར་ནས་སྨོན་ལམ། ཁ་སྐོམ་མཐོང་བས་ཁྱི་ལྕགས་མཐོང་ནས་བསྐབས་ཏེ་རྒྱུན་ཆད་མེད་པར་ཨོམ་ཡིག་ཆུར་སྦྱིན་གཟུགས་གཅིག་འགྱུར་ནས་སྨོན་ལམ། ཤིང་གི་ལོ་མ་གི་གོས་འགྱུར་ར། ཤིང་གི་ཆ་ལུགས་གདན་སྟེང་ནས་བཀབ་སྟེ་བན་རྩ་ལ་ར་བན་མའི་གདན་གྱི་གཅིག་འགྱུར་ནས་སྨོན་ལམ། གཅན་གཟན་སྡིག་བ་ཅན་གྱི་མངལ་སྐེ་སྒྲོག་ནས་བཀབ་སྟེ། ཐག་ཆེན་དམ་པའི་ཆོས་ཀྱི་སྒྲ་གི་གཅིག་འགྱུར་ནས་སྨོན་ལམ། སྐྱོང་རོང་དོག་མོའི་ན་ཆེ་ཆེན་གྱི་སྒྲ་སྒྲོག་གོ་དེ་མ་ནས་ཡི་གེ་དྲུག་མའི་སྒྲ་གི་གཅིག་འགྱུར་ནས་སྨོན་ལམ། རང་སྟོང་དོག་མོའི་ཚ་པ་གི་གདོང་ནས་བསྐལ་ཏེ། ལྷ་ཡི་བུ་མོ་གི་སྲིད་ཁྲིབས་སུ་བྱས་ནས་སྨོན་ལམ། གཉིས་མེད་ལ་འཇིགས་སུ་རུང་བའི་རི་མགོ་གི་འདུག་ནས་བསྐལ་ཏེ་སངས་རྒྱས་ཐམས་ཅད་ཀྱི་སྐྱོ་གྲོགས་མཛད་ནས་སྨོན་ལམ། ལུས་ཀྱི་ན་ཚ་འདྲ་ཐོག་ཏུ་བྱུང་དུས་སྨན་པ་འཚོ་བྱེད་ལྷན་སྐྱེས་ཅིག་གྲུབ་ནས་སྨོན་ལམ། མདོར་ན་ས་ཕྱོགས་གང་དག་ནས་ན་ར། སྡུག་བསྔལ་མེད་ཀྱང་བདེ་སྐྱིད་མཛད་པ་མེད་ན་གཟུགས་ཐོབ་ནས་སྨོན་ལམ། འགལ་རྐྱེན་མི་མཐུན་པའི་རྐྱེན་ཐམས་ཅད་པོ་ཞི་ནས་མཐུན་རྐྱེན་ཕུན་སུམ་ཚོགས་པའི་རྒྱལ་བའི་སྲས་པོ་དྲི་མེད་ཀུན་ལྡན་གྱི། ཐིག་གོང་དཔག་བསམ་ཤིང་ལོགས་གཅིག་རྗེས་ནས་སྨོན་ལམ། ང་དབྱིན་ཆེན་ཨ་མའི་ཧི་ཉང་གི་སྨེ་བའི་བདེན་ཚིག་གི། ཡུམ་སྲས་སྨྲ་བའི་སྙིང་ག་གཉེར་དུ་འཇགས་ནས་གཅིག་སྨོན་ལམ་མཛད་ནས། ཡུམ་ཆེན་ཨ་མ་གི་སྨོན་ལམ་བཏབ་ཟིག། དེ་ནས་རྒྱལ་བུ་དྲི་མེད་ཀུན་མདུན་ཡབ་ཡུམ་ལྔ་བོ། བདུད་ཧ་ཤང་ལ་འབྱོན་ནས་སྐབས་དེ། རྒྱལ་བུ་ཁོང་རིགས་ཀྱི་ཤིང་རྟ་འདྲེན་བྱེད་ཀྱི་རྟ་གཉིས། ཡུམ་སྲས་སྨྲ་བའི་བཞི་བོའི་ཤིང་རྟ་འདྲེན་བྱེད་ཀྱི་རྟ་གཉིས། ལམ་ཆེན་འགའ་ཆེ་གེགས་ལོང་བོ་ཆེ་གསུམ་དང་བཅས་ནས་བླ་མ་འོད་དང། བླ་མ་འབུལ་གོ་ནུའི་སྐབས་ཏེ། ཡུམ་ཨ་མ་སྒེར་ལྡན་བཟང་མོ་གི་གཙོ་བོས་ནི་བཙུན་མོ་སྟོང་ར་ལྔ་བརྒྱ། རྒྱལ་པོ་བཟང་བོ་ལ་སོགས་པ་བརྒྱད་འཕྲིན་དྲུག་བཅུ། ཟླ་བ་བཟང་བོ་ལ་སོགས་པའི་བློན་པོ་སུམ་སྟོང། ཁྱིམ་བདག་དཔལ་ལྡན་ལ་སོགས་པའི་འབངས་འཁོར་གཡོག་ཐམས་ཅད་ཀྱི་སྡུག་བསྔལ་གྱི་སྨྲེ་སྔགས་བཏོན་ནས། རྒྱལ་པོ་དྲི་མེད་ཀུན་ལྡན་དཀྱུས་མ་ལམ་ཐག་རིང་བོའི་བར་དུ་དབྱེ་གཟུགས།

བདག་ཀྱང་སེམས་ཀྱི་ཁུ་ཐག་ཆོད་པ་བྱུང། ངའི་ཡུམ་ཆེན་ཨ་མ་གི་གཙོ་ཡི་ནས་བཙུན་མོ། རྒྱལ་ཕྲན་བཟང་བོ་ར་བདའ་བཟང་བློན་པོ། དཔལ་ལྡན་ལ་སོགས་པའི་འབངས་དང་འཁོར་གཡོག། ང་བརྩེ་བ་ཆེན་པོས་བླ་བླང་མང་བོའི་བར་དུ་དཀྱུས་མ་ཕྱི་ཐག་རིང་བོའི་བར་དུ་ཡིན་ནོ་བཀའ་དྲིན་ཆེ་ད། ད་ལྷན་ཅིག་ཏུ་མཐུན་ནས་འབྲུ་འགྲོ་ནང་དུ་མཐའ་མ་ཁ་བྲལ་དགོས་ན། འདུས་བྱས་འཇིག་རྟེན་མི་རྟོག་པའི་མཚན་ཉིད་ཡིན་ནས་ཕྱིར་དུ་ང་རང་རང་ཡིན་གྲང་ར་སེམས་ཀྱི་ཁོ་ཐག་ཆོད་སོང་མོད། ད་ནི་ཁྱེད་རྣམས་རང་གི་ཡུལ་ཕྱི་ར་སོང། རང་གི་ཡུལ་ཕྱི་ར་སོང་བ་དམ་པའི་ཆོས་དང་མཐུན་ནི་ཞིག། ཕུ་ང་ན་འགོག་ན་འཁྱིལ་བ་ཟེར་གྱི་ཟིག་མགོ་ཐོག་ག་ཡོད་ནི། དེའི་སྟོབས་ཀྱིས་ལུས་སྲོག་སྦྱིན་པར་མཐོང། སེམས་བསྟོད་བཤིག་གང་གི་བློ་གཏད་ས་དཀོན་མཆོག་གསུམ་པོ་ཞིག། བྱིན་རླབས་འཇིགས་རྒྱུའི་ཕྱིར་དུ་བླ་མ་ཡི་དམ་སྤྱི་བོའི་གཙུག་ཏུ་བསྒོམ། བར་ཆད་སེལ་རྒྱུའི་ཆེད་དུ་མཁའ་འགྲོ་ཆེར་བྱང་ཆུབ་ལྔ། རང་རང་ཡང་ཁམས་བཟང་ན་བློ་ནི་གཅིག་ཉིད་ནས་རང་ཡིད་ལོག་སྟེ་ཁ་ཕྱེ་ར་འཁོར་རེ་ཁ་སྔོ་ཐུགས་རྒྱུད་སྨོན་ལམ་བཟླས་པ། གལ་ཏེ་ཉི་ཚེ་འདི་གི་ཆུ་ཐིགས་ཀྱི་མེས་སོང་ན་ཕྱི་མ་རྟོགས་པའི་ཞིང་གི་འཇའ་ནི་སྨོན་ལམ་གསུངས་ནས། འཁོར་འབངས་རྣམས་ཀྱང་སེམས་སྡུག་བསྔལ་གྱི་སྨྲེ་སྔགས་བཏོན་ནས།

ཚེ་རབས་སྔོན་མའི་བླ་འཁྱགས་ཡིན་མིན་རྟོགས་གི་མི་ཁོག་གི་ཧི་ཉང་ར་གཅིག་རེད། དེ་རིང། ཁོག་གི་ཧི་ཉང་ལང་ཡིན་འཇིག་པའི་རིན་གོང་བརྡ་བཏང་ནིར། ཨ་མ་ང་ཁོག་གི་ཧི་ཉང་ར་ཁ་བྲལ་སོང་ནིར། མྱི་ཚེ་འགྱོ་སྐྱིད་གི་ཉི་མ་འཇའ་སོང་ནིར། ད་ངི་མྱི་ཚེ་འདིའི་གློ་རྟི་ཚེ་ཡི་སྒོ་ནས། ཡབ་ཆེན་རྒྱལ་བོའི་ཁ་སེམས་རྡུལ་ལུན་ནག་པོའི་ཁ་ལོ་སྒྱུར་རེ། ད་མི་དབྱེ་བའི་འདི་འདྲའི་ལས་རིགས་ངན་པ་ཟིག་གཅིག་བཏང་ནིར། བྱང་ཆུབ་ཀྱི་སེམས་ལྡན་པའི་བུ་ཆོས། ད་ས་མཐའ་སོང་ན་ཁྱོས་སྐྱོ་བའི་སྡུག་བསྔལ་སྐད་ཅིག་ཀྱང་མ་བྱེད། བུ་ཆུ་བསམ་པ་ཡིད་ལ་འཁོར་རེ་ཡོང། ནམ་ཡིན་ན་ཨ་མ་གི་བུ་ཆུ་ཡིད་ལ་འཁོར་ནས་སྐབས་དེ་ངས་དྲི་མེད་ཀི་འདུན་ཟས་ཐང་མ་གསུམ་རེ་འབོ་ལ། དབྱར་གསུམ་གཡུམ་དྲུག་སྔོན་མོ་ངས་སྐད་བཙུགས་བཏང་བ། དེ་དུས་བུ་ཆུ་དྲན་ནུས་གསལ་འདེབས་ཡིན། ཨ་མ་ངས་བུ་བཟས་ནས་ལན་གསུམ་འབོ་ལ། དྲི་མེད་ཀི་འདུན་ཟས་ཐང་གསུམ་འབོ་ལ། བུ་ཆུ་ཨ་མ་བཟས་ལན་གསུམ་བས་སྒེར་དོན་བཟང་མོ་ཟས་ཐང་གསུམ་བས། ངས་དགུན་གསུམ་སྐྱི་སེར་ཀློང་གི་སྐད་བཙུགས་བཏང་བ། དེ་དུས་བུ་ཆུ་དྲན་ནུས་གསལ་འདེབས་ཡིན། ཨ་མ་ངའི་ཙི་མའི་ཀུན་ཏུ་མཛེས་ནས་ཐང་གསུམ་པོ་ལ། མ་ངའི་དབུ་ཆུ་མཛེས་ནས་ཐང་གསུམ་པོ་ལ། དབུ་ཆུ་ཨ་མ་མཛེས་ལན་གསུམ་བས་སྒེར་དོན་བཟང་མོ་མཛད་ང་ཐང་གསུམ་བས། ངས་ཕྱི་གསུམ་ཁུ་ཡིག་སྔོན་མོ་སྐར་ཚིགས་སྟོང་བ། ཁུ་ཡིག་སྟོང་བོ་ཅག་ནོ་ཨ་མ་གི་སྐལ་ཡིན། དེ་དུས་དབུ་ཆུ་དྲན་པའི་གསལ་འདེབས་ཡིན། མ་ངའི་དབུ་ཆུ་མཛེས་ནས་ལན་གསུམ་པོ་ལ་ཙི་མའི་ཀུན་ཏུ་མཛེས་ཐང་གསུམ་པོ་ལ། དབུ་ཆུ་ཨ་མ་མཛེས་ལན་གསུམ་བས་སྒེར་དོན་བཟང་མོ་མཛད་ཐང་གསུམ་བས། ཨ་མ་ང་ཐུགས་རྗེ་གི་ལྕགས་ཀྱིས་རྒྱུན་དུ་གཅིག་བཟུང། ཨ་བོ་ཁྱོད་ར་མྱི་ཚེ་འདི་གི་འཕྲལ་འགྱུར་བསམ་གི། གལ་ཏེ་མྱི་ཚེ་འདི་གི་ཁ་ངོ་ཤི་ར་ཐུགས་ཀྱི་མེད་སོང་ན། ཕྱི་མ་བྱང་ཆུབ་ཀྱི་ལམ་ནས་འཇལ་བར་སྨོན་གསུངས་ནས། ཨ་མ་གི་མྱིག་ཆུ་མི་ངོ་ཤོར་ར་ཁ་ཤི་ར་འཁོར་ཡོད་དུ། དེ་ནས་རྒྱལ་བུ་དྲི་མེད་ཀུན་ཏུ་ཡབ་ཡུམ་ལྔ་བོ། ལམ་འགག་གཟུགས་ཐོན་ནས་ཕྱིར་མྱིག་གཟུགས་བལྟས་དུས། དཀྱུས་མ་ལམ་འཇུག་ཡིན་ནི་ཐམས་ཅད་པོ་ལམ་ཐག་རོང་བོ་ཁྱོད་ལྡོག་གི། དེ་ནས་ཡང་རྒྱལ་བུ་ཡབ་ཡུམ་ཐམས་ཅད་གཤོན་སའི་ལམ་འགག་གཟིགས་ནས། དཔུང་བོ་སྙིང་པོ་གསུམ་ཡོང་བའི་ཁོང་ཁྱོད་སྦྱིན་པ་གཟིགས་མཛད་དུས། རྒྱལ་བུ་དྲི་མེད་ཀུན་ཏུ་འཁོར་བའི་ཐུགས་ཤིན་ཏུ་དགའ་ཡི། གླིང་བུ་རིན་ཆེན་འགྲོ་བར་བཟུང་བ་དང། འགྱུར་ཚུལ་དཔག་མེད་རིན་ཆེན་གླིང་གི་ནོར། བདག་ལ་ཤིན་ཏུ་དགོས་མཁོ་ཡོད་ན་ར། ད་གང་རིགས་ཀྱི་གླང་བོ་ཆེ་ཆེའོ། གླང་བོ་རིན་པོ་ཆེའི་གསུང་ན་བཟང་ནོ། འབྱོར་བ་གི་ཞལ་གྱིས་ནི་དཔག་ཏུ་མེད་པ་རིན་ཐང་མེད་མོའི་གླང་གི་རྣོ་རུ་རུ། ང་སྔོན་མའི་དགོས་མཁོ་སུ་ཆེ་གི་ར། ད་བྲམ་ཟེའི་ཁྱེད་ཆོས་ཐིག་གང་རྫོགས་རྒྱུའི་ཕྱིར་དུ་ངས་ཁྱེད་ཅག་ཤིན་དང་ཨང་གསུངས་ནས། གང་རིགས་ཀྱི་གྲོ་ཁ་འགའ་གཅིག་གི་གླང་བོ་ཆེ་ཆེའོ་ཤིན་དང་སུ། དེ་ནས་ཡང་ཡར་ར་སོང་བས་དཔག་ཚད་གཅིག་གི་ས་ཐོན་དུས། ཀ་གླང་སྐྱིན་ད་གཟི་བརྒྱུད་ག་ཐོན་དུས། ཧོང་བོ་སྙིང་པོ་རིགས་ལྔ་ཡོང་བའི། ཁོང་ཁྱོད་ཀྱི་ཀི་སྟན་འདི་ཁྱོད་ཅིག་བྱིན་བཏང་ན་ཨ་ཆོག་གོ་ཟེར་དུས། རྒྱལ་བོས་དྲི་མེད་ཀི་འདི་ཁོང་རིགས་ཀི་ཤིན་ཏུ་ལགས་སོ་དེ་བྱིན་ན་ལེགས་ཆོག་གསུངས་ནས། ཡང་རྒྱལ་བོས་ཁོང་རིགས་ཀི་འདི་གསུངས་ནས། རྟ་མཆོག་རིན་ཆེན་ནགས་ཀློང་གི་ཤིང་རྟར་འཇོག།

དེའི་ལ་ཀ་ཤིང་རྟ་ཡིད་དུ་འོང་བ་མེ་ཏོག་གི་འཕྲེང་བས་བརྒྱན་འདོད་ནོ། ངའི་ལྷག་བསམ་རྣམ་པར་དག་པའི་སྦྱིན་པ་གི། རྫུ་འཕྲུལ་སྟོབས་ཀྱིས་སྟོབས་ཤིག་དང་ལྡན་པར་ཤོག་གསུངས་ནས་སྨོན་ལམ་བཏབ་བས། རྟ་ར་ཤིང་རྟ་དང་བཅས་པ། བྲམ་ཟེའི་སྙིང་གོ་ལྔ་བོ་སྦྱིན་པ་དང་དང། དེ་ནས་རྒྱལ་བུ་དྲི་མེད་ཀུན་འཛིན་ཁོང་རིག་གི་བླ་མནས་དྲངས། ཞལ་ཡི་ཉང་ཧྲང་གསུམ་པོ་དབུ་ར་བཟུང་བས། བཙུན་མོ་སྨན་ཟླའི་བཟང་མོ་བུ་སྤྲོ་ཁ་ཚིག་གཟིགས་ཁུ་རེ། དེ་ནས། ད་བཟའ་མི་ལྔ་བོ་ཞལ་རས་འཇོག། དབལ་གྱི་བསམ་ལང་གཟིགས་བྱོ་དེ་དོན་དང་གཟིགས། འདིའི་ལམ་མཁའ་གཟིགས་ན། ད་ནི་སང་སྔོར་མ་ཡག་ས། མེ་ཏོག་རྒྱས་དོ་ས། རི་མཐོ་ཞིང་ས་གཙང་ས། ཆུ་དྭངས་མོ་དྭངས་མོ་ཤག་ཤག་ཤག་བཞུར་གོ་ས། ཡིད་དུ་འོང་བ། རི་དྭགས་ར་སྐྱ་མོ་རང་རང་གི་ས་ན་བག་ཕེབས་ཤིང་གནས་ནས་རྩེད་མོ་རྩེ་གོ་ས། དུ་མོ་གཟིགས་ཀྱི། ཤིང་དལ་ལའི་གདོང་གཟིགས་ཀྱི་སྲིད་གྲུབ་ཀྱི་ཁ་གཡོག་གི། ཡབ་ཡུམ་རྔ་བོའི་མ་གཟིགས་ཞེས་བརྡལ་ཚིག།

བཟང་མོ་འདིས་སྐྱོག་ལི་ལེན་དགོ་ནོ་བལྟས་ན་ཉི་མའི་ཚེའི་ལོང་སྟོང་འདི་ན་འདིས་ཡིད་སྐྱོ་བོ་ཁུ། ད་རུང་མ་བོས་ཁྱོའི་ཕྱིར་སྔགས་གཏོང་རྒྱུ་ན། ཕྱིར་ལམ་ཐག་རོང་བཟི་མེད་ཀི། ད་རུང་འདི་ནས་ཡར་ར་སོང་ན་གཅན་གཟན་གི་འཇིགས་པ་ཆེན་པོ་ཡོག་ཀི། དེས་ན་ཕྱིར་ར་ཅིག་འཇོག་ཁ་ཨ་ཉང་གི་རྟ་དགོ་གི་བསམ་མེད།

གཅན་གཟན་ལ་སོགས་འཇིགས་བསྐུལ་ཚོགས་རྣམས་མང། སྨན་རྫས་བཟང་མོ་ཆུ་ལྔ་གཅིག་ཉོན། ད་འོང་ད་ཐག་རང་གི་ལམ་དུ་འཇོག་དགོས་ནུར། བླ་ལོང་རྨོ་བོང་བརྒྱུད་ན་སྡུག་བསྔལ་དཔག་མེད་ཡོད་ནུར། གཅན་གཟན་ལ་སོགས་པ་འཇིགས་བསྐུལ་ཚོགས་མང་ནུར། ཕྱི་མ་བོད་ཆུ་བོ་ས་དག་གི་ཚིགས་སུ་གནས་ཡིན་ནུ་མར།

ད་ནི་སང་སྔོར་མ་སྐྱེས་གི་ཁ་དོག་ཕུན་ནམ་ཞིག་སེ་ཨེ་སུ་གནས། ཉི་མའི་ས་ན་འབངས་མ་གི་གླུ་གར་རྩེ་དགོ་སའི་ས། ཞལ་སྐུད་རྣམ་པ་སྣ་ཚོགས་མི་གཅིག་པ་སྒྲོག་གོ་སོ་འདི་ན། ད་མདངས་ཆེ་རྒྱབ་ན་ར་སྐྱོ་བ་སྐྱེས་ཅིག་གི་རྒྱུ་གཟུགས་མ་རྟོགས་མེད་གི་ཟེ་ནས། ཁ་རོག་བ་སྡིག་ལུ་གཟུགས་བླངས། དེ་ནས་ཡབ་ཡུམ་བརྩེ་དང་བཅས་པ། མཐའ་རུ་གཅིག་པའི་སྐབས་འདི་སྦས་དུས་ཡུལ་ཕྱོགས་ཀྱི་ཆབ་སྲིད་བསྟན་དུ་ཨེ་ཡོད་ལ་བཟོས་ནས། ཡང་ཡར་སོང་དུས་རི་མཐོ་ས་ས་གཙང་ས་ཤིང་ཏོག་མང་ས། རི་དྭགས་རྩེ་དགོ་སའི་གནས་ཡིད་དུ་འོང་བ་ཟིག་ག་ཐོན་དུས། བཙུན་མོ་སྨན་འདུས་བཟང་མོ་གི་རྒྱལ་པོའི་དྲི་མེད་ཀུན་འདུས་ན་ཡར་ཕྱིན་ནས། རྒྱལ་བོ་ཆེན་པོ་དག་ལ་བཀའ་ཚར་གསོལ་བཏང།

གནས་བཙུན་མོ་ཡིད་དུ་འོང་བ་མེ་ཏོག་རྣམ་པ་སྣ་ཚོགས་བཀྲ་དོག་ས། འབབ་ཆུ་བཟང་ཞིང་ཁུ་ཡུག་གི་སྐད་སྙན་སྒྲོག་ས། ཤིང་ཏོག་སུས་ཏོག་མང་ས་རི་དྭགས་གག་ལག་གིར་རྩེ་ས། གནས་འདི་འི་ཆུ་ལོ་གཅིག་གཉིས་འི་བརྡལ་གཏོང་གྱིས་ན་ཆོག་ནི་འི་རི་རྫས་དེ། རྒྱལ་བུ་དྲི་མེད་ཀུན་འདུ་འི་འདག་སོང་གི། ཡབ་ཀྱིས་བཀའ་བཀྱག་ན་ཉེས་བ་ཆེན་པོ་འི་འགོ་ཡོང་ནི། འདི་འི་འདུག་ཇོ་མ་རི་ཧ་ཤང་གི་རེད་འགྲོ་གསུངས་ནས་སྐད་ཅིག་ཉིད་ལ་མ་ཧྲོ་བོ་ནུས་བར་ཀེ་ར་ལང་བཏང་ས། དེ་ནས་ཡར་ཞོན་ནས་སོང་དུས།

བདུད་ར་ཧ་ཤང་འཇོག་དགོས་ནུར། ང་རང་ག་ཡབ་རྒྱལ་བོའི་ཆབ་པ་ཅན་ནུར་རྐང་བས་འགྲོ་ཐུབ་ཀི་ར། ངི་ན་སོ་ཆུང་ནུའི་ཉང་ཧྲང་འདི་ཐམས་ཅད་ཀི་འགྲོ་མི་ཐུབ་ཀི། བདུད་རི་འདི་ཐག་ཉེ་སག་ཅིག་ཐོད་ན་བཟི་དུས།